ཁྱོད་རང་ལྟ་བུ་གཅིག་གཞོན་སྐྱེས་ཤེས་ཡོན་ཡིན་ཉིན་ཅིག་དེ་འདྲའི་གཅིག་གི་ཐོག་ནས་ད་ལྟའི་གི་བོད་ཀྱི་གནས་སྟངས་དེ་དག་ནི་ཨ་ནི་ཅིག་བོད་ནང་ལོགས་ལ་ཡ་ད་མི་མང་པོ་ཅིག་གིས་དགུ་བཅུ་གོ་དྲུག་ལྷག་གིས་རང་ལུས་མེ་དགྲ་བཏང་ཚར་རེད་དེ་དང་དེ་བཞིན་པའི་ཨ་ནི་བཙན་བྱོལ་ནང་ལ་མ་མྱོང་བ་ཅིག་བཏང་ཡོད་རེད་དེ་འདྲའི་ཡུན་དུ་སྒང་ལ་ཡ་སོ་སོས་གིས་ཅིག་འགན་ཁུར་སྟངས་འདྲ་དེ་ཅིག་ག་འདྲའི་འདྲ་བོ་ཅིག་ཁུར་དགོས་རེད་བསམ་གི་འདུག།
ད་གཙོ་བོ་ང་ཚོ་གི་བོད་ནས་ལས་དོ་བ་ཁག་ནས་ད་ཧང་སངས་ཀྱི་ཆབ་སྲིད་ཀྱི་གོ་རྟོལ་ཆེན་པོ་བྱས་ནས་ད་དམ་ཟབ་ཆབ་སྲིད་ཀྱི་དཀའ་ངལ་ཤུགས་ཆེན་པོ་ཡོད་ན་དམིགས་བསལ་གྱི་ཁོང་ཚོའི་ལས་འགུལ་དམ་ཟབ་སྤེལ་དུས་དུས་སོག་ལོའི་ལོའི་ཡ་དམ་ཟབ་ཀྱི་སུ་སུ་ལུག་གཟུགས་པོ་ཚ་གི་ཡོད་རེད་ད་དུང་གཟུགས་པོ་མེད་ད་ཡང་དེ་འདྲའི་དུས་ཚོད་ཅིག་ང་ཚོ་གིས་དེ་འདྲའི་ཐོག་ལ་ཁོང་ཚོ་ཞེད་སྣང་མེད་པར་དོ་སྣང་དུ་ལེན་ཕོད་དུས་ང་ཚོ་བཙན་བྱོལ་ལ་དམིགས་བསལ་གྱི་གཞོན་སྐྱེས་དེས་ཕ་ཡུལ་ལ་བཏང་སྙེམས་མི་སེར་བཏང་སྙེམས་མང་པོ་ལོ་ཆུང་ཆུང་མང་པོ་འདུག་དེ་ཚོ་བ་ཤུགས་ཆེན་པོ་ལས་དེ་ཅུ་གོ་མེད་ཉིས་སྟོང་བརྒྱད་ནས་དོ་སྣང་བྱེད་ཡོད་པ་ལོ་ཆུང་ཆུང་སློབ་གྲྭའི་པུའུ་ཁག་དང་འབྲེལ་གྱིས་དཔེ་ལེན་ཁུལ་ཤུགས་ཆེན་པོ་སྤེལ་གྱི་འདུག་བྱས་ཙང་ང་ཚོ་བཙན་བྱོལ་གྱི་དམིགས་བསལ་གྱི་སོ་སོའི་ངོས་ནས་ད་ཕ་ཡུལ་ལ་དྭངས་མོ་ཚ་ཆེ་འོད་དང་ང་ཚོ་རང་དབང་ལུང་པ་ན་ང་ཚོ་གཞོན་སྐྱེས་དེ་ཚོ་ཚང་མ་རང་དབང་རེད་དེ་རིང་གཅིག་བྱས་ན་ཚོད་ཚོད་ཚོད་ནང་ལ་ཡོད་རྒྱུ་རེད

བཀའ་སྡོད། ད་ལྟའི་སྤྱིར་བཏང་རྒྱལ་བ་རིན་པོ་ཆེ་ད་ཁོ་རང་ཟུར་ལ་བཞག་ཅིང་ང་ཚོ་གི་དངོས་གནས་ད་ང་ཚོ་གཞོན་སྐྱེས་ཐོག་ལ་ཡིན་ན་ད་བརྒྱ་ནས་བརྒྱ་ལེར་ག་རེ་ཅན་ཡིན་ན་ལ་ག་བ་ཐོག་ཡིན་ན་ད་ང་ཚོ་ལས་འགུལ་སྤེལ་ཡ་དུས་ཚོད་ཤུགས་ཆེན་པོ་ཅིག་ང་ཚོ་དོ་སྣང་སླད་དུ་གོ་བ་ཡིན་ན་ད་འགན་དམ་ས་སྲོག་བློས་ཏུ་ང་ཚོ་ལས་འགན་ཆེན་པོ་ཅིག་སྤྲད་རེད། ཚ་ཁུལ་ཡུལ་བ་ཧ་སྐུ་སྟོད་ང་ཚོ་གི་དམ་བཅའ་སོགས་ལོན་དུས་ང་ཚོ་ལ་འགན་ཆེན་པོ་ཧང་སང་ཡང་བྱ་སྟེ་ད་སྐྱབས་མགོན་རིན་པོ་ཆེ་སྐུ་ཐོག་ཕ་བི་ད་ང་ཚོ་ངོས་ནས་མི་སྐྱ་ངོས་ནས་སོ་སོ་སྒེར་རེ་བྱེད་ཀྱི་ནི་འགན་ཧང་སང་ཡིན་ད་སྐྱབས་མགོན་རིན་པོ་ཆེ་ད་ཁོ་རང་གི་འདས་སོ་བའི་མི་ཚེ་ནང་ལ་བཀའ་སྐུ་ལོས་སྐྱོན་ཚར་ད་གྲ་སྒྲིག་བྱས་ཚར་ད་ང་ཚོ་ལང་ཀ་ལས་མ་ཚུགས་ན་སྟོན་ཤོར་ད་ང་ཚོའི་བཀའ་ལས་ཀྱང་ང་ཚོ་ལེན་གི་རེད། རྔམ་བརྗིད་པོ་ཏོ་རིན་པོ་ཆེ་གི་དགོངས་པ་བདེན་མེད་ཀྱི་ཐེ་ཚོམ་རེ་ཡིན་དེ་དུས་ག་དུས་ཡིན་ན་ང་ཚོ་གྲ་སྒྲིག་བྱེད་ཡ་གལ་ཆེན་པོ་རེད་ད་ལྟ་ཡིན་ན་ཁོང་ཚོ་དཔའ་བོ་དགུ་དགུ་བཅུ་དགུ་ང་བཅུ་པོ་མ་རེད་བོད་ལ་ཨང་གསང་ཡང་མང་པོ་སྐུ་ལུས་ད་སྐུ་ཤ་སར་སོ་སོ་མི་རིགས་དོན་དང་སོ་སོ་རྒྱལ་ཁབ་དོན་ད་དང་པོ་ས་ཐོག་ང་ཚོ་འགན་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་བསམ་གྱི་འདུག་ངས་ག་རེ་བྱས་ན་ཐལ་མོ་གཅིག་མ་རེད་ད་ང་ཚོ་ངོས་ནས་འགན་ལེ་རེད་བསམ་གྱི་འདུག།

ཨ་ལས་སྙིང་རྗེ་སྙིང་རྡུལ་འཇལ་དགོས་ཡ་མོར་ཁོང་ཚོ་གི་ལྷ་ལས་ང་ཚོ་སྙིང་འཇལ་དགོས་ཡ་ཆགས་རུང་ཁོང་ཚོ་ང་ཚོའི་དོན་དུ་རང་སྲོག་བློས་གཏོང་ང་ཚོ་གི་བསམ་བློ་དོན་དམ་ས་ཏང་ཡང་དུས་ཚོད་ཆགས་ཡིན་ནོད་ང་ཚོ་སྣང་མེད་ཤོག་དེ་ཉིན་མང་པོ་དུ་གོ་ཐོས་ཆུང་རག་ཏུ་བསམ་གི་འདུག་ར་གཅིག་ད་ལྟ་ཕ་མ་སོ་སོ་པུ་གུ་གི་ཕ་མ་ལ་ཡིན་ན་རེད་ཆབ་སྲིད་གོ་རྟོགས་སྤེལ་དགོས་ཡ་དེ་དགེ་རྒན་སློབ་ཕྲུག་ཡིན་ན་སློབ་སྦྱོང་བཅུ་པོ་མེད་བ་ནི་ཆབ་སྲིད་བོད་ཀི་དཔའ་བོ་དཔའ་མོ་མེད་དགྲ་ལྟ་མགོ་རུ་བཀུར་ལུགས་མེད་ས་ལྟ་མགོ་རུ་ལྟ་ཡང་གི་རྒྱུ་མཚན་གར་ཅི་ནས། དོན་དག་གོ་བ་བཅས་རེད། ལ་རྒྱ་མི་རིགས་སོ་སོ་གི་དེ་འདྲའི་མང་པོ་ཅིག་འདུག་དེ་ཚང་མ་འགྲེལ་བཤད་གཙང་མ་བྱས་བྱས་ལ་ང་ཚོ་གལ་ཆེན་པོ་མཐོང་གི་འདུག་ལའང། ལ་རེད་ལ་རེད། ད་དེ་འདྲས་ཡིན་དུས་གང་ལ་ཡ་གཅིག་ང་ཚོ་རང་དབང་ལུང་པའི་ནང་ལ་ཡོད་རེད་ད་རོ་གཅིག་བོད་ནང་ལ་དེ་འདྲས་མི་མང་པོ་ཅིག་གི་མེ་དྲ་བཏང་ནས་དེ་གི་ཞི་ཆོམ་དང་ནི་གཅིག་འདོད་པ་འདྲ་བོ་དམུགས་ཡུལ་འདྲ་བོ་གཅིག་ང་ཚོའི་གི་གཅིག་རྒྱལ་སྤྱིའི་སྤྱི་ཚོགས་དང་ནི་གཅིག་འཛམ་གླིང་གི་མི་མང་ལ་ཡ་གཅིག་ཡ་སྤྲད་ཡ་དེ་གཅིག་ང་ཚོའི་གི་ཐུན་མོང་མ་ཡིན་པའི་ལས་འགན་འདྲ་བོ་ཅིག་ཆགས་ཡོད་རེད། དེ་འདྲ་ཡིན་དུས་གང་ལ་ཡང་ཅིག་ང་ཚོས་ཀྱིས་ཁོང་རྣམ་པ་ཚོས་ཀྱིས་ཅིག་དམིགས་ཡུལ་དང་ནི་ཅིག་རེ་འདུན་འདི་ཚོ་རྒྱལ་སྤྱིའི་སྤྱི་ཚོགས་ཐོག་ལ་ཡང་ཅིག་ཅི་ཐུབ་གཏོང་གི་ཐོག་ནས་ཅིག་ཅིག་འདོད་པ་ཁང་བ་འདྲ་བོ་ཡོང་གི་འདུག་བས། ང་དྲང་པོ་བཤད་ན་དེའི་འདོད་པ་ཁང་བ་འདྲ་བོ་བྱུང་གི་མི་འདུག་ང་རང་སྒེར་པ་གཅིག་གི་བསམ་བློའི་སྟངས་ཚུལ་རེད། སྤྱིར་བཏང་བོད་དབུས་དབར་དཔའ་བོ་དཔའ་མོ་དེ་ཚོ་སྐུ་ལུས་མེར་བསྲེགས་བཏང་དང་པོ་ས་ཀྱི་ཤུགས་ཆེན་པོ་བྱེད་དགོས་དེ་ནང་བཞིན་གྱི་རྒྱལ་སྤྱི་གིས་ང་ཚོ་རྒྱབ་སྐྱོར་གི་ད་ང་ར་མཐོང་གི་མེད་ན་གང་ཞིག་ཡིན་ནའི་ང་ཚོ་གི་སྲོག་བློས་པ་ལ་ང་ཚོ་གི་གཅིག་ད་སྐུ་སྣོད་གསུམ་རྒྱབ་སྐྱོར་དགོས་རེད་ཁོང་ཚོ་གི་ཆུན་ཆུ་ཆུན་ཆུ་ཅིག་གི་ཡིན་ན་ད་རྒྱ་གར་ལི་གནས་ཚུལ་ད་ལྟ་འགྲོ་བཞིན་པ་རྒྱ་གར་རང་ལ་ཟིག་ད་ད་ད་རྒྱེང་རེབ་ཅིག་དང་དེ་ཐོག་ལ་པའི་གནས་ཚུལ་ཨི་ཤུ་ཆེན་པོ་ཆགས་ག་རང་ཡིན་ནའི་དོ་སྣང་བྱེད་པའི་འཛམ་གླིང་ཚང་མ་དོ་སྣང་དང་བུ་མོ་གཅིག་ལ་སྡུག་ཅག་ཅིག་བྱེད་ཕོ་ས་དྲུག་ས་གི་དཀའ་ངལ་དམ་ས་སྤྲེལ་དྭངས་མོ་གསལ་ལ་ཅིག་ང་ཚོ་རྒྱལ་ཁབ་ཅིག་གི་གི་གནས་ཚུལ་ཤུགས་ཆེན་པོ་དྭངས་མོ་གསལ་ལ་ཁོང་ཚོ་གར་ཅིག་ནས་ཤུགས་ཆེན་པོ་བཀྲི་གོ་མ་རེད་དེའི་མི་གཅིག་མ་རེད་ཁོང་ཚོ་མི་གཅིག་ལ་དྭངས་མོ་གསོག་གལ་ཆེན་པོ་ང་ཚོ་མི་དགུ་བཅུ་གོ་ང་གསལ་ལ་རིན་ཐང་གང་ཚ་ཆེན་པོ་རེད་དེ་ཐ་ན་ང་ཚོ་རྒྱལ་སྤྱི་གི་ང་ཚོ་གི་རྒྱ་མི་གི་གནོད་སྐྱོན་ཤུགས་ཆེ་དྲག་ནས་ཡིན་ན་རེད་ད་ག་བ་ཡིན་ན་ཆབ་སྲིད་གི་གནས་སྟངས་ཆེན་པོ་ཆགས་ནས་གི་རི་སྲིད་དོན་དོ་ལ་ག་འདྲའི་གནས་ཚུལ་ཆེན་པོ་ཆེ་ནས་རྒྱལ་སྤྱི་གི་དེའི་ལྟ་ག་ལ་བྱེད་གི་ཡོད་ན་ད།

ཀྱི་སྐུ་ལུས་སྐྱོང་ཡོང་དགོས་རེད། དེ་འདྲའི་སྐྱོང་འོང་དུས་ཙམ་པར་ཡང་ང་ཚོའི་བོད་པ་དེ་ཚོའི་ནང་ལོགས་ལ་ཡིན་ན་བས་ཀྱི། སྤུན་ཟླ་འབུམ་བཅུ་ལྷག་གི་ཚེ་སྲོག་གི་ཐོག་ལ་ཡང་དེ་འདྲའི་བདེན་པའི་རྒྱབ་ལངས་བྱེད་མ་ཐུབ་ནས་ད་ལྟ་ཡིན་ནའང་ཚོར་བ་མེད་ནས་བསྡད་དེ་ཉིན་གྱི་དེ་འདྲའི་བོད་པ་དེ་འདྲ་ཡོད་དུས་ཙམ་པར་ཡང་དེའི་ཐོག་ལ་ཅིག་ང་ཡིན་ན་ཡང་སེམས་ཡང་དཔེ་དེ་ཅིག་འགྱོད་པ་འདྲ་བོ་དང་ནི་ཅིག་ཕམ་པོ་ཞི་བོ་འདུག་ཨ་ནི་ཁྱོད་རང་གི་ངོས་ནས་ཨ་ནི་ཅིག་ནམ་རྒྱུན་དེ་འདྲའི་ཐོག་ལ་ཡང་ཚོར་བ་མེད་ཉིན་དེ་ཚོ་ལ་ཡང་ཅིག་ག་རེ་འདྲ་བསམ་དགོས་འདུག་ཅིག་སེམས་ཕམ་འདྲ་བོ་དེ་འདྲ་ཡོང་གི་འདུག་བས། ཁྱོད་རང་ཅིག་འཐབ་རྩོད་པ་ཅིག་ཡིན་པའི་ཆ་ནས། བློ་ཕམ་ཆེན་པོ་གླེང་གི་འདུག་དྲང་པོ་བཤད་ན་ང་ཚོ་ཁྱི་སེང་རང་ལ་སོ་སོ་སྒེར་རེ་ངོས་ནས་ག་རམ་ཚོད་ལ་དཔའ་བོ་དགུ་བཅུ་གོ་གཉིས་ས་ལ་འགྲོ་དེ་ང་ཚོ་ཆུ་ཚོད་དགུ་བཅུ་གོ་ལྔ་ཕྱེད་ང་ཟི་ཆུ་འོང་དགོས་དེ་བས་དེ་ཡིན་ང་ཚོ་དམིགས་བསལ་གྱི་རྒྱ་གར་གྱི་གེ་སར་འདི་ལ་ཁག་ཁུར་གྱི་མེད་མ་འཇུ་དྲི་ལ་བོད་བོད་དགོན་པ་གཉིས་པ་ར་ལ་རང་ལ་དེ་དེས་དམིགས་བསལ་དྲ་རྒྱ་བོ་མེད་པ་ཐོན་ནས་ང་ཚོའི་ལས་འགུལ་པ། ཨ་ནི་ཆོས་ཞུ་སྒང་དྲུག་དང་ཨ་ནི་བློ་བཟང་དང་ཨ་ནི་དེ་ནས་སྔོན་ནས་ང་ཚོ་གི་གཞོན་ནུ་དབུས་གཞོན་ནུ་གི་ཚོགས་པ་གི་གི་འགོ་ཁྲིད་བྱས་ནས་ང་ཚོ། བསྟན་འཛིན་ལགས་ཁོང་ཚ་ཁོང་རང་ཚོ་གོ་སྒྲིག་ཞུས་རྗེས་ད་ང་ལ་རོགས་ང་རང་མི་གཅུག་པོ་གི་ལས་འགུལ་སྤེལ་ན་འགྲིག་མ་རེད་ང་ཉིད་མི་གཉིས་བསྡད་ཡོད་དེ་ངི་རོགས་པ་བྱེད་གློ་བུར་དུ་ནད་བ་ཤུགས་ཆེན་པོ་ཆགས་ནས་ཉི་མ་གསུམ་པ་ཞོགས་ཁ་ནས་བསྡད་ཡ་རང་མ་ཟད་ད་དེ་འདྲས་ཅིག་གཙོ་བོ་ག་རེ་ཕྱིན་ནས་ཆགས་ཡོད་ལ་ན་ང་ཚོ་བོད་པ་ནང་ལ་བསྡད་དེ་རྒྱུ་མཚན་ག་འདྲས་ཅིག་ཆགས་ནས་གནད་དོན་ག་རང་ལ་ཆགས་ཡོད། ཟས་སྤྱོད་དངོས་པོ་གཅིག་དེ་དུས་དུས་སོ་སོའི་མི་རིགས་ས་ལ་སོ་སོའི་མི་གཅིག་གིས་ང་ཚོ་ལོ་ཆུང་ཆུང་ཞིག་གི་ཟས་སྤྱོད་དངོས་ག་ཆེ་ནས་རྒྱུ་མཚན་དྲི་བ་སོ་སོ་རང་ལ་བྱས། ད་དྲང་པོ་བཤད་ན་སོ་སོའི་མི་རིགས་ལ་ངས་དུས་ཚོད་རེ་བཞི་ལ་བདག་མ་བཟུང་ནས་སྤྲད་ཀྱི་ཡོད། ཟས་སྤྱོད་དངོས་པོ་བཅས་ང་ལྕོགས་པོ་ག་གི་མི་རིགས་འཐབ་རྩོད་ང་ཚོ་ལྕོགས་པོ་མ་རེད་མི་རེ་གཅིག་རང་དེ་རིང་སྤུ་གུ་རྨ་བྱ་སྐྱེ་ཡས་ནས་ས་ཉིན་ཁོ་མི་རིགས་སྐྱེས་རེ་མ་ཟ།

ཨ་ནེ་རང་ངར། ད་ག་རང་ལ་བྱེད་དགོས་འདོད་རྒྱུ་མཚན་ག་རེ་ཡིན་ལབ་དུས་ངས་ད་ག་རང་གི་རྒྱུ་མཚན་ད་ག་རང་དང་མོ་སྔོན་ལ་ཕྱི་རྒྱལ་ཁག་གི་འཛམ་གླིང་གི་རྒྱབ་སྐྱོར་བྱེད་ཀྱི་མི་འདུག་ལྷ་ག་སོ་སོའི་མི་རིགས་ངོས་ནས་ལ་ངའི་གལ་ཆེ་གི་རེད་ལས་ང་ཚོའི་མི་རིགས་ལ་ང་རྒྱབ་སྐྱོར་བྱེད་ལེ་རོ་སོ་སོ་ངོས་ལ་སོ་སོའི་མི་རིགས་ལ་ང་རང་ཁ་ཆེ་ཟེར་སྐྱོན་ངོ་རྒོལ་བྱེད་འདོད་རེད་ཁ་ཆེ་ལྟད་མོ་ལྟ་རེད་ཁ་ཆེ་བྱ་བྱེའུ་བྱ་བཏུང་ལྟ་རེད་ཁ་ཆེ་ཚོང་རྒྱག་ཚོང་ཉི་མ་གཅིག་བློས་ག་ལ་ངའི་ཀུ་ཅོ་གསུམ་དེ་འདྲའི་ཆེ་མ་རྩ་ལྡེམ་གི་མ།